དང། འདི་ནས་བློ་ལྡོག་རྣམ་པ་བཞིའི་སྐོར་རམ། གི་སྐོར་ལ་ད་དྲི་བ་དྲིས་ཡོད་རེད། ད་ག་རེ་རེད་ཟེར་ན་བློ་ལྡོག་རྣམ་པ་བཞི་ཟེར་ན་ག་རེ་རེད། བློ་ལྡོག་རྣམ་པ་བཞིའི་ནང་གི་དང་པོ་རྟགས་འབྱོར་རྙེད་དཀའ་བ་དེ་ནི་ཚད་མ་རྟག་པ་དེ་ནི་ལུས་རྒྱུ་འབྲས་དེ་ནི་འཁོར་བའི་ཉེས་དམིགས། དེ་ལྟར་དུས་གོ་རིམ་ལྟར་དུ་བཤད་ཡོད་པའི་རྒྱུ་མཚན་ག་རེ་རེད། འོ་དེ་རེད་འདུག་བ། དེ་འདི་ད་ལྟའི་དཔེ་མི་སྲིད་པའི་གལ་ཆེན་པོ་རེད། རྒྱུ་མཚན་གང་རེད་ཟེར་ན་རྫ་དཔག་ཁྲོ་རིན་པོ་ཆེ་གིས་ག་འདྲ་གསུངས་ཡོད་རེད་ཟེར་ན། བློ་ལྡོག་རྣམས་ཀྱིས་རྒྱུད་ལ་མ་སྐྱེས་ན་སྡེ་སྣོད་མ་ལས་ཤིག་ཀྱང་ཕན་པ་མེད། དེ་གསུངས་ཡོད་རེད། སྡེ་སྣོད་མ་ལས་ཤིག་ཀྱང་ཕན་པ་མེད་ཟེར་འོང་དུས། རྩ་བ་ཉིད་ནས་ཕན་ཐོགས་མ་རེད་ད་གསུང་གི་ཡོད་མ་རེད། མ་མཐའ་ཡང་ཁོ་རང་ཤེས་ཡོན་ཅིག་ཡིན་པ་ཆ་ནས་བཅངས་ན་ཁོ་རང་གི་མི་ཚེ་ལ་ཕན་ཐོགས་པར་བ། ཡང་ན་མི་གཞན་ལ་ཡང་དེ་གི་སློབ་གསོ་དང་ནི་དེ་གི་སོ་སོ་གི་ནང་ཆོས་ཀྱི་ཉམས་ལེན་དང་སློབ་སྦྱོང་དེ་ཚོ་མི་གཞན་ལ་ཕར་ཅིག་ཕར་ཞིག་གོ་འགྲེལ་བཤད་འདྲ་རྒྱབ་དེ་བ་ཡིན་དེ་འདྲ་བྱས་ན་མི་གཞན་ལ་ཡང་ཕན་ཐོགས་སེ་ཁུར་བ་ཡིན་ན་ཡང་ཕན་ཐོགས་མེད་ཟེར་བ་དེ་གང་འདྲ་ཟེར་ན་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཟེར་བ་དེ་སྤྱིར་བཏང་གི་ནང་པ་སངས་རྒྱས་པའི་ཆོས་ཀྱི་ཉམས་ལེན་གྱི

ལོ་ཏོག་རྣམ་པ་ཡོད་རྒྱུ་ལ་མ་སྐྱིད་ན་ཕན་ཐོག་གི་མ་རེད། མི་ཡུལ་དེ་འགྲུབ་གི་མ་རེད་གསུང་གི་ཡོད་རེད་འོ་དེ་འདྲ་རེད། དེ་འདྲ་ཡིན་ཙང་ལོ་ཏོག་རྣམ་པ་བཞི་ཟེར་བ་དེ་དཔེ་མི་སྲིད་པའི་གར་ཆེན་པོ་ཡིན་གི་ཡོད་ས་རེད། ད་དེའི་ནང་ནས་སྤྱི་བཏང་གི་ལོ་ཏོག་རྣམ་པ་བཞི་ཟེར་བ་དེ། ལམ་རིམ་དེ་ཚོ་གི་ནང་ལ་མང་པོ་གསུང་གི་ཡོད་རེད་ཁྱད་པར་དུ་སྔ་འགྱུར་རྙིང་མ་ལྟ་བུ་ཡིན་ན་ད་རྫ་དཔའ་བྲོ་རིན་པོ་ཆེ་གང་ཟང་ལ་མི་ཤར་ལོག་གི་ནང་ལ་དཔེ་དེའི་སྐོར་དུ་བགྱིས་པ་ཡོད། གསུངས་ཡོད་རེད་བ་ད་ལྟའི་ཚང་མི་ཧ་གོ་རེད། ཡིན་ན་ཡང་ད་ལྟའི་གི་གནད་འགག་འདྲ་བོ་དེ་ག་རེད་ཟེར་ན་དང་པོ་དལ་འབྱོར་རྙེད་དཀའ་བ། དེ་ནས་ཚད་མ་རྟག་པ། དེ་ནས་ལུས་རྒྱུ་འབྲས། དེ་ནས་འཁོར་བའི་ཉེས་དམིགས་ཟེར་ནས་དེ་འདྲ་གསུངས་གི་ཡོད་རེད། དང་པོ་དལ་འབྱོར་རྙེད་དཀའ་བ་དེ་བཤད་དགོས་པའི་རྒྱུ་མཚན་དེ་གང་རེད་ཟེར་འོང་དུས། ད་ལྟའི་གསར་མ་རྙིང་མ་སྐད་ཆ་དྲི་ཡོད་མ་རེད་དཔེར་ན་སྤྱོད་འཇུག་ཆེན་མོ་གི་ལས་སྒོ་དང་པོ་གི་ཕ་ཡུལ་གྱི་ལས་སྒོ་འཛུགས་ས་དེ་ན་ག་རེ་སོང་ཡོད་རེད་ཟེར་ན་དལ་འབྱོར་འདི་ནི་རྙེད་པར་ཤིན་ཏུ་དཀའ། སྐྱེ་བོའི་དོན་གྲུབ་ཐོབ་པར་གྱུར་པ་ལ་གར་སྟེགས་འདི་ལ་ཕན་པ་མ་བསྒྲུབས་ན་ཤི་ནས་ཡང་དག་འབྱོར་བར་ག་ལ་འགྱུར། དལ་འབྱོར་རྙེད་དཀའ་བའི་ཚུལ་དུ་གསུང་གི་ཡོད་རེད། ད་དལ་འབྱོར་རྙེད་དཀའ་བ་ཟེར་ན་རྡོག་རྡོག་ཟེར་ན་ག་རེ་ཟེར་བ་དང་དལ་བ་ཟེར་ན། ཕྱོགས་མང་པོ་ཞིག་གི་མཐུན་རྐྱེན་འཛོམས་པ་དང་ཕྱོགས་མང་པོ་ཞིག་གི་འགལ་རྐྱེན་མེད་པའི་དེ་ལྟ་བུའི་གི་ཅིག་ཕུན་སུམ་ཚོགས་པའི་གོ་སྐབས་ཅིག་ཡོད་པ་དེ་ལ་འོ་དེ་གོ་སྐབས་དེ་ལ་དལ་བ་ལག་པས་ཡོད་རེད་དེ་མི་ཁོམ་རྒྱལ་ལས་ཐོལ་ཐལ་བའི་དལ་ཐར་པའི་དལ་བ་ཐོབ་ཟེར་ནས་དེ་ནས་གོ་སྐབས་ཁྱད་པར་ཅན་ཞིག་ཡིན་པ་དེ་ཧ་གོ་དགོས་ཡོད་རེད་ད་ལྟ་མི་ལུས་རིན་ཆེན་ཟེར་བ་དེ། དེ་གི་འགྲོ་མགོན་བཀའ་བརྒྱུད་པའི་སྔོན་གྱི་དྲིལ་ཐབས་རྟེན་འབྲེལ་གསུང་གི་ནང་ན། ཀ་རེ་མི་ལའི་རིན་ཆེན་རྙེད་པ་འདི་ནོར་བུ་རྙེད་པའི་གདོད་མ་ཡིན་ཚེ་ཡིད་བཞིན་གྱི་ནོར་བུ་ལས་ཀྱང་ལྷག་པ་ཡིན་གསུང་གི་ཡོད་ས་རེད། དེ་ཡིན་པ་དེ་ཉིད་དངོས་སུ་མཚུངས་བ་ཡིན་ན། ད་འདི་དངོས་གནས་ཀྱི་ད་ལྟའི་མི་ལུས་འདི་སླ་བས་ལྷག་པར་ལུས་ཐོབ་བསད་ནས་དེ་ནས་ཅིག། དམ་པའི་ཆོས་སྒྲུབ་པ་ལ་མེད་དུ་མི་རུང་བ་ད་ལྟའི་བསད་ན་འདྲ་ཧ་ཅང། ཁྱད་དུ་འཕགས་པའི་གོ་སྐབས་ཅིག་ཡིན་པ་དེ་ངོས་ཟིན་པ་ཡིན་ན་དེ་དལ་འབྱོར་རྙེད་དཀའ། འབྱོར་ཟེར་ན་གང་ཞིག་དང། སྤྱིར་བཏང་གི་གོ་སྐབས་ཡིན་པ་ཙམ་དུ་མ་ཟད་ཆ་རྐྱེན་མང་པོ་ཞིག་ཚང་ཡོད་པ་ཧ་གོ་བ་ཡིན་ན་དེ་ལ་འབྱོར་ལབ་ཀྱི་ཡོད། ཆ་རྐྱེན་ཚང་ཟེར་ན་ག་འདྲའི་བྱེད་སྟངས་དང་དཔེར་ན་རང་ཉིད་ཆུ་སྒྲིབ་ཆོག་ས་གི་ཁོར་ཡུག་ལ་ཆུ་ཡོད་པ། རང་གིས་ཅིག་སྐྱེ་བོ་དམ་པ་བསམ་གྱིས་མི་ཁྱབ་པ་བླ་མ་དགེ་བའི་བཤེས་གཉེན་དང་ནི་དེ་འདྲའི་གི་ཤར་འབྱར་ཡོད་པ་ཨ་སོ་སོ་ཡང་གཅིག་གར་ཞིག་གོ་ར་གཅིག་ནང་མི་དང་ཁྱིམ་ཚང་དང་ཁོར་ཡུག་གང་ཅིའི་ངོས་ནས་ཆུ་སྒྲིབ་ཡག་གི་དེ་གི་མཐུན་རྐྱེན་མང་པོ་ཅིག་ཚང་ཡོད་ན་དེ་ཆ་རྐྱེན་རེད། དང་པོ་དེའི་ངོས་སུ་འགོག་ཡོད་ཆུ་སྒྲིབ་པ་ལ་དེ་དེ་སོང་གི་ཡོད་དང་པོ་དེ་དལ་འབྱོར་རྙེད་དཀའ་བ་སི་ད་དལ་འབྱོར་རྙེད་དཀའ་བ་སི་དལ་པ་བརྒྱད་འབྱོར་བ་བཅུ་ལ་སོགས་པ་མགོན་པོ་ཀླུ་སྒྲུབ་གི་གསུང་གི་ནང་ན་ཡང་བགྱིས་པ་གསུང་གི་འདུག་བ་དེ་རེད། ད་དེ་དལ་འབྱོར་རྙེད་དཀའ་བ་གི་རྗེས་ལ་ཚེ་མི་རྟག་པ་གི་ཁྲིད་ཟེར་བ་ཞིག་གསུང་གི་ཡོད་རེད་དེ་ཧ་གོ་གི་ཡོད་ས་རེད། ཚེ་མི་རྟག་པ་ཟེར་ན་ག་འདྲ་རེད་ཟེར་ན་འོ་ད་དལ་འབྱོར་འདི་དཔེ་མི་སྲིད་པའི་རྩ་ཆེན་པོ་ཞིག་རེད་ས་ཚེ་མི་ལུས་འདི་ཡིན་ནའང་འདི་རླུང་གསེབ་ཀྱི་མར་མེ་ལྟར་དུ་རེད་བ། རླུང་གི་གསེབ་ཀྱི་མར་མེ་ལྟར་དུ་རྙེད་དཀའ་བ་འཇིག་སླ་བ་ཟེར་ནས་ལམ་སང་ལམ་སང་ཁོ་རང་ད། སློབ་དཔོན་ཨརྱ་འདས་བ་ཨི། འཚོ་བའི་རྐྱེན་ནི་གྲངས་ཉུང་ལ་འཆི་བའི་རྐྱེན་ནི་གྲངས་མང་སྟེ་དེ་ཡང་འཆི་བའི་རྐྱེན་དུ་འགྱུར་གསུང་བ་ནང་བཞིན་གྱིས་མདོར་ན། ནམ་འཆི། འཆི་མེད། འཆི་རྐྱེན་ངེས་མེད། འོ་ད་དེ་གི་དོན་འཆི་བ་ངེས་པ་ཡིན་དུས་དེ་ནས་ཚེ་མི་རྟག་པ་འི་ཕྱོགས་ལ་བསམ་བློ་བཏང་ཡ་དེ་རིམ་པ་འདྲ་བོ་ཡིན་ན་གཉིས་པ་རེད་ད་སོ་སོ་ལ་གོ་སྐབས་ཁྱད་པར་ཅན་གྱི་སོ་སོ་ལ་ཆ་རྐྱེན་ཅིག་ཡོད་ན་ཡང་འདི་ལྟ་སྟེ་དམ་འཛིན་མ་བྱས་ན་ག་དུས་ཤིག་ཡིན་ན་འདི་དམ་འཛིན་མེད་པ་ཆགས་འགྲོ་ཡ་ཧ་གོ་མ་རུ་བ་དེ་འདྲ་ཡིན་ན་གཟབ་གཟབ་བྱས་ནས་དེ་ནས་དེ་གི་དུས་ཚོད་དེ་དམ་འཛིན་གྱིས་གོ་སྐབས་དེ་དམ་འཛིན་གྱིས་ཨ་གི་ཆེད་དུ་ཚེ་མི་རྟག་པ་དགོངས་ཀྱི་ཡོད་རེད། དེ་འདྲ་ཡིན་དེ་གི་སྔོན་གྱི་འཕྲིན་ཡིག་དེ་འདྲའི་ནང་ལ་སོང་འདུག་བ། དལ་འབྱོར་རྙེད་དཀའ་བ་ལ་བསམ་བློ་དང་དེ་གི་སེམས་ནང་ལ་དགའ་ནས་ད་དངོས་ནས་ང་འདི་འདྲའི་གོ་སྐབས་ཅིག་འདུག་བསམ། ཚེ་མི་རྟག་པའི་ཕྱོགས་ལ་བསམ་བློ་བཏང་སྟེ་ད་ངས་གཟབ་གཟབ་མ་བྱས་པ་ཡིན་ན་ནི་འདི་ཡང་མི་རྟག་པ་རེད་འགྱུར་བའི་ཆོས་ཅན་རེད་བསམ་ནས་དེ་ནས་འདི་འདྲ་གི་ཞེད་སྣང་སྐྱེ་ཡ་དེ་གཉིས་ཀ་མཉམ་དུ་ཡོད་པ་ཡིན་ན་དེ་ནི་བཏང་འགྱུར་རྙེད་དཀའ་བ་དང་ཚེ་མི་རྟག་པའི་ཁྲི་སྟེ་རང་གི་རྒྱུད་ལ་སྐྱིད་པོ་ཚད་རེད་གསུང་གི་ཡོད་ས་རེད་བ། འོ་དེ་འདྲ་རེད། དེ་ནི་ཡག་ཐང་ཆུད་ཚར་ན་འགྲིག་བ་རེད་དེ། ཚེ་མི་རྟག་པ་ཡིན་ཀྱང་ཤི་སོང་ན་ཤི་སོང་བ་རེད་དེ་ནི་ཅི་འགྲིག་གི་འདུག་བསམ་ན། ད་ནང་པ་སངས་རྒྱས་པ་ཞིག་གི་ངོ་ནས་དེ་མ་རེད། ལས་ཀྱི་འབྲས་ཟེར་བ་ཞིག་ཡོད་རེད། འོ་དེ་རེད། ལི་རྒྱམ་རི། ལི་རྒྱམ་རི་ཟེར་བ་དེ་དེར་ད་ག་རེ་ཟེར་གདོང་དང་ནི་ཁོ་རང། རྒས་བའི་ཕ་ཡུལ་སྡིག་པའི་ཉེས་དམིགས། རྒས་བ་གྲུབ་ན་དེ་མཐོ་རིས་དང་ཐར་པ་གི་གོ་འཕང་ཐོབ་རྒྱུ་ཡིན་པ། སྡིག་པ་བྱས་པ་ཡིན་ན་འཁོར་བ་དང་ངན་སོང་གི་སྡུག་བསྔལ་མྱོང་རྒྱུ་ཡིན་པ་དེ་ལ་ཡིད་ཆེས་བྱས་ནས། ཚེ་སྔ་ཕྱི་དང་ལི་རྒྱམ་རི་ལ་ཡིད་མ་ཆེས་ན་ནང་པ་མཚན་ཉིད་པ་ཡིད་ཆགས་ཡོད་མ་ད། དེ་ཡིན་དུས་སོ་སོ་ཤི་ནས་ད་ཅིག་མི་ཤི་བ་དང་ཐར་བ་ཀློང་གི་ཁྱེར་བ་ནང་བཞིན་གྱི་ཆགས་འདྲ་བོ་ཡོད་ན་གི་ཡོད་མ་རེད། ཡིན་ན་ཡང་དེ་མ་ཡིན་པར། དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་པོ་ལ་གདམས་པའི་མདོ་གི་ནང་ན། དུས་བཞི་ཉིན་ཏེ་རྒྱལ་པོ་འགྲོ་འགྱུར་ན། ལོངས་སྤྱོད་མཛའ་དང་གཉེན་ཞིག་བགྱིད་མི་འབྲང། སྐྱེས་བུ་དེ་ནི་གར་ནི་གར་འགྲོ་ཡང། ལུས་ནི་གྲིབ་མ་བཞིན་དུ་བགྱིས་སུ་འབྲང། ཁྱོད་རང། མར་གྱི་ནང་ནས་སྤུ་སྟོན་པ་ནང་བཞིན་ཟེར་ནས་དེ་ནས་སོ་སོ་གཅིག་པུ་རྣམས་ཤི་སྟེ་ལུས་པོ་གི་དང་ཁ་བྲལ་ནས་འགྲོ་བའི་སྐབས་སུ། འཁོར་རུ་ལོངས་སྤྱོད་ཉེ་དུ་དག་ཅིག་བསགས་པའི་ནོར། མདོར་ན། བརྩེགས་པའི་མཁར། གང་ཡང་རྗེས་སུ་འབྲང་གི་མ་རེད། ཡིན་ན་ཡང་སོ་སོ་གི། ཅི་བྱང་བསགས་པའི་ལས་ཀྱི་རྣམ་པར་སྨིན་པ་འདི་ས་ཡི་ཁམས་རྡོ་ཡི་ཁམས་ཆུ་ཡི་ཁམས་གང་ལ་ཡང་མི་སྨིན་པར་སོ་སོ་གི་ད་སེམས་དང་ལྷན་ཅིག་ཏུ་འགྲོ་གི་རེད་སངས་རྒྱས་ཀྱིས་གསུངས་འདུག་དེ་ལ་ཡིད་ཆེས་བསྐྱེད་པ་ཡིན་ན་རིམ་པས་སེམས་པ་འདྲ་བོ་དེ་ཆགས་འགྲོ་བ་འོ་ད་ཤི་ན་ཡང་སྐྱེ་བ་རྗེས་མ་ཟེར་བ་ཞིག་ཡོད་ས་རེད། འཁོར་བ་ཟེར་བ་ཞིག་ཡོད་ས་རེད། འཁོར་བ་ལུག་གི་རྒྱུད་དུ་དེ་ནི་ལུས་ཀྱི་རྗེས་སུ་འགྲོ་བ་རེད་བྱ། དེ་འདྲ་ཡིན་དུས་ད། ངས་སྡིག་པ་སྤང་ཅི་ཐུབ་ཀྱིས་དགེ་བ་སྒྲུབ་ཅི་ཐུབ་ཀྱིས་དགོངས་འདུག་བསམ་པའི་བསམ་བློ་དེ་ཡོད་ན་དེ་ལས་རྒྱུ་འབྲས་ཀྱི་ཁྲིད་ཚེ་བློ་ལྡོག་རྣམ་པ་བཞིའི་ནང་གི་གསུམ་པ་རེད། ད་བློ་ལྡོག་རྣམ་པ་བཞིའི་ནང་གི་བཞི་པ་དེ་ག་རེ་རེད་ཟེར་ན། འཁོར་བའི་ཉེས་དམིགས་རེད་ད། ག་རེ་བྱས་ནས་འཁོར་བའི་ཉེས་དམིགས་ཟེར་ན་ད་ཡ་ད་དེ་ལྟ་བུའི་འཁོར་བའི་ཉེས་དམིགས་དེ། ད་སྔ་ཅི་ང་སོང་ལ་སོང་ནའང་གིས་མི་འདུག། འཁོར་བའི་སྡུག་བསྔལ་མྱོང་ནས་གིས་མི་འདུག་བསམ་ན་དེ་མ་རེད། དངོས་གནས་ཀྱི་སོ་སོ་ད་ལྟ་སོ་སོ་གི་ལུས་པོའི་སྟེང་ལ་སླེབས་ཡོད་མ་རེད་མ་གཏོགས་རྫ་དཔའ་གྲོ་ཚང་གི་ཡང་སོང་བ་པས་ན་ང་ཚོའི་གཟུགས་པོ་གི་སྒང་ལ་མེ་ཆུང་ཆུང་ཞིག། མེ་སྟག་ཆུང་ཆུང་ཅིག་བསགས་པ་ཡིན་ནའང་རྩ་བ་ནས་བཟོད་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་སེམས་ཀྱི་སྟེང་ནས་དངོས་གནས་བསམ་བློ་བཏང་བ་ཡིན་ན། དང་གཉེར་བ་ཡི་དྭགས་དུད་འགྲོ་ལ་སོགས་པའི་དེ་ནས་གི་དེ། རྩ་བ་ཉིད་ནས་དེ་གི་དེ། སྡུག་བསྔལ་དེ་ང་ཚོ་བཟོད་ཐུབ་ཀྱི་ཡོད་མ་རེད། བྱས་ཙང་འཁོར་བའི་ཉེས་དམིགས་ལ་བསམ་བློ་བཏང་ན། ད་མགོན་པོ་བྱམས་པ་གི་ག་འདྲ་གསུངས་ཡོད་རེད་ཟེར་ན་སེམས་ཅན་དམྱལ་བ་དམྱལ་མིའི་ཉམས་ཡི་དྭགས་དྲི་བྱང་དཀོན་པའི་ཉམས། དུད་འགྲོ་གཅིག་ལ་གཅིག་བཟོས་ཉམས་ལྷ་དང་འཚོ་བ་མཐོང་བའི་ཉམས་ལྷ་མིན་ཐབས་ཀྱང་རྩོད་པའི་ཉམས། ག་རེ་ཟེར་མི་དང། འཚོ་བ་མཐོང་བའི་ཉམས་ཟེར་རོ་གོ་ད། འཁོར་བ་ཁ་བརྒྱུད་དེ་ཙམ་ལ་བདེ་བ་ནམ་ཡང་ཡོད་མ་ཡིན་གསུངས་འདུག་འོ་དེ་འདྲ་ཡིན་པ་ཅི་ཧ་གོ་བ་ཡིན་ན་དེ་ནས་ད་ད་འཁོར་བ་ནི་ན་བདེ་བ་མི་འདུག་ད་ག་རེ་བྱེད་དགོས་ཟེར་ན་ཨ་ནི་ཐར་པ་ཐོབ་དགོས་དེ་ཚོ་ཐར་པ་ཐོབ་པ་ལ་ག་རེ་བྱེད་དགོས་ཟེར་ན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཆུག་ཉམས་སུ་བླངས་ནས་ཨ་ནི་ཐར་པ་ཐོབ་དགོས་ཀྱི་རེད་ཟེར་བ་དེ་ལོ་ལྡོག་རྣམ་པ་བཞི་ཟེར་བ་དེ་ཐུན་མོང་ཕྱིའི་སྔོན་འགྲོ་ཟེར་ནས་དེ་རྨང་གཞི་བྱས་ནས་དེ་རིམ་པ་བཞིན་དུ་སོ་སོ་གི་རྒྱུད་ལ་དེ་ལ་དེ་གི་ལོ་ལྡོག་རྣམ་པ་བཞིའི་གི་བསམ་ཚུལ་ཟེར་ན་འདྲ་ལྟ་གྲུབ་དེ་དང་ལེན་ཐུབ་པ་ཡིན་ན་དེ་ནི་རང་བཞིན་གྱིས་ཆོས་སྒྲུབ་ཡག་པོ་འདོད་པ་དེ་སླེབས་ཡོང་གི་ཡོད་རེད། འོ་དེའི་རྒྱུ་མཚན་གྱི་བློ་ལྡོག་རྣམ་པ་གྱི་གར་ཆེན་པོ་ཡིན་པ་དང་བློ་ལྡོག་རྣམ་པ་གྱི་གོ་རིམ་དེ་འདྲ་རེད། འོ་དེ་འཁོར་བ་ལས་ཐར་བའི་ཆེད་དུ་ཐར་པ་གོང་འཕང་ཐོབ་འདོད་རེད་བ་དང་འཁོར་བ་དེ་སྡུག་བསྔལ་བདེན་པ་རེད་བ། འཁོར་བ་གི་རྒྱུ་འབྲས་གཉིས་ཡོད་རེད་དེ་ལྟ་ཡིན་ན་སྤྱི་བཏང་གི་ང་ཚོ་གི་ད་གི་འཁོར་བ་འཁོར་བ་དེ་མཐོང་གི་ཡོད་རེད་བ། དེའི་འཁོར་བ་དེའི་རྗེས་ལ་འཁོར་བའི་རྒྱུ་དེ་གང་རེད་ཟེར་ན་ལུས་དང་ཉོན་མོངས་པ་རེད་བ། དེ་ལུས་དང་ཉོན་མོངས་པ་དེ་ཐར་བའི་ཆེད་དུ